རྒྱ་ནག་གི་དཔལ་འབྱོར་དང་འབྲེལ་བའི་ཐོག་ནས་ཡིག་ཚགས། ཉར་ཚགས་ཀྱི་ཐོག་ལ་དོ་དམ་རུ་གཏང་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཞིན་ད་ག་ནང་ང་ཚོའི་དངུལ་ཁང་ཁག་རེད། དེ་མིན་གྱི་ད་དཔལ་འབྱོར་དང་འབྲེལ་བ་ཡོད་པའི་མི་གི་གནས་ཚུལ་ཡོད་རོགས་ད་དེའི་ཆ་ཚང་དོ་དམ་རུ་གཏང་གི་ཡོད་པ་ཁོ་རང་སོགས་ཀྱི་དེའི་རིམ་པ་བཞི་ལ་བགོ་བཤའ་རྒྱབ་བྱས། གནས་ཡོད་ད་གིས་ཡི་གེ་ཕྱི་ལ་ཤོར་བ་ཡིན་ན་ཉེན་ཀ་ཚ་ཤོས་ལ་བོར་བས་ད་ཀྱི་གནད་འགག་ཆེ་ཤོས་དེ་ཨང་དང་པོ་ལ་དམ་ཤོད་བྱ་བྱེད་དེ་ནས་གཉིས་པ་བྱེད་དེ་ནས་གསུམ་པ་བྱེད་དུ་བཞི་པ་ད་ཕྱི་ལོག་ལ་ཤོར་ན་ནི་ཉེན་ཀ་ཆུང་ང་གི་དུ་ད་རིམ་པ་བཞི་གང་ལ་བྱ་བྱེད་གང་ད་རྒྱ་ནག་ནང་གི་དཔལ་འབྱོར་ད་འབྲེལ་བའི་ཐོག་ནས་གནས་ཚུལ་དེ་ད་ཅིག་ཕྱི་ལ་མ་ཤོར་ཡ་གི་དོ་དམ་ལོ་བཞི་བ་བཅས་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་བྱ་ལྟ་དེའི་ནང་ལ་ང་ཚོས་སྤྱིར་དངུལ་ཁང་གི་ལྟ་ང་ཚོའི་ནང་མི་ཚང་མ་སོ་སོ་དངུལ་ཁང་ལ་ཏུ་ས bank account ལ་འོག་ལ་དེ་འདྲ་ཡོད་བསྡད་ཡོད་པ་རེད། ཡང་ག་ཤེད་ཀྱིས་གཅིག share དང stock དང་དེ་འདྲ་ཚོང་ཉོས་ཀྱི་ཡོད་པ་རེད། ཡང་གཅིག་དེ་འདྲ་གི mutual fund ལས་ཏུ་ད་ལྟ་གཞུང་གི་ཐོག་ནས་དཔལ་འབྱོར་དང་འབྲེལ་བ་ཡོད་པའི་མི་སྒེར་གྱི་ཚོང་ད་ལྟ་དེ་འདྲ་གི་ཐོག་ནས་ཡིག་ཆ་དེ་ཚོ་ཚང་མ་དམ་པོ་ཞིབ་ཅིག་བྱས་ཀྱི་ལི་ཤིའི་དཔྱད་དཔལ་བསྟད་ཀྱི་འདུག། དེ་ནི་ཐའེ་ཝན་གྱི་ཁ་རྩང་གཟའ་ཉི་མ་ཡ་དྲ་རྒྱ་གཅིག་སྒོ་འབྱེད་བྱས་ཤག་དྲ་རྒྱ་དེའི་གི་ནང་ལོ་ཡ་ནི་ད་འདི་རྒྱ་ནག་ནང་ད་འདའི་ཆ་ནས་གནས་སྟངས་དེ་ཡག་པོ་ཡོད་མ་རེད། ཨ་ནི་རྒྱ་ནག་ཡུལ་མི་མང་པོ་གཅིག་གི་སྲིད་གཞུང་ལ་མ་དགའ་ཡ་ད་འདི་འདྲ་གི་གནས་སྟངས་གི་ཐོག་ནི་ད་སྐྱོ་གླུ་ཤེས་ས་འདྲ་བོ་གི་དྲ་ཚིགས་གཅིག་ཐའེ་ཝན་གྱི་སྒོ་འབྱེད་བྱས་ཤག་དེའི་གི་དྲ་རྒྱ་དེའི་གི་བརྒྱུད་ནས་ནི་རྒྱ་ནག་ནང་ལོ་ཡོད་པའི་ད་རྒྱ་རིགས་དེ་ཚོ་གི་ཅིག་ནང་ལོག་གི་ནང་གཏམ་དེ་འདྲ་ཡིན་ན་རེད་ཡང་གནས་ཚུལ་དེ་འདྲ་ཕྱི་ལ་བཀྲམ་དགོས་ན་དྲ་རྒྱ་དུས་ཐའེ་ཝན་གྱིས་སྒོ་འབྱེད་བྱས་བཞག་པའི་དྲ་རྒྱ་དེ་གི་བརྒྱུད་ནས་ཕྱི་ལོག་ལ་ཡི་གེ་དང་གནས་ཚུལ་ལྟ་མཁོ་སྒྲུབ་བྱེད་ཐུ་ཡ་ལ་འོ་རེ་བཀྲམ་ཐུ་ཡ་དེ་འདྲ་གི་ལས་གཞི་བཅས་སྤེལ་བའི་ཐོག་ནས་ཐའེ་ཝན་གྱི་དང་དེ་རྒྱ་ནག་གི་གནས་ཚུལ་ལྟ་ཡོང་ཡ་ཤུགས་ཆེ་རུ་དང་ཡོང་ཁུངས་མང་རུ་འགྲོ་ཡ་གི་རེ་བ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

ཁྱེད་རང་གིས་ད་ད་ལྟའི G Seven གྱི་དམིགས་ཡུལ་ཁོ་རང་ཅིག་དམངས་གཙོ་གྱི་རྒྱལ་ཁབ་ཁ་རྐྱང་རྐྱང་ཡིན་པའི་འདི་ཚོད་ཅིག་གི་ཐོག་ནས་རྒྱ་ནག་དེ་དམར་ཤོག་འམ་ཡིན་ན་མི་སྤྱི་རང་བརྩིས་ཀྱི་ལོག་རེ་མི་གཅིག་གི་གཞུང་འཛིན་གྱི་ཐོག་ནས་ལས་གཞི་འགྲོ་གི་ཡོད་པ་ན་འདི་ན་ཚུད་མེད་པ་དང་ཨ་ནི་རྩ་བའི་ད་རྒྱ་ནག་དཔལ་འབྱོར་ཆེན་པོ་རེད་དེ་ནས་རྒྱ་ནག་གི་ད་དཔལ་འབྱོར་ཚང་མ་མི་མགུ་ལ་མ་ཤེས་ནས་དགོས་བཤད་པ་ཡིན་ན་ཡང་ད་ལྟའི G7གྱི་རྒྱལ་ཁབ་འདི་ཚོ་གི་མིང་གོ་ལས་གོ་བ་ནང་ཞིག Diggs གི་དཔེ་ཆ་མང་པོ་མེད་བསྟན་པ་ད་གང་ལྟར་རྒྱ་ནག་དཔེ་མཆོད་ཆེན་པོ་རེ་ལས་མི་འབོར་མང་པོར་བ་ཆེན་ཚང་གི Diggs གི་ལས་ཐུགས་ཀྱི་མེད་པ་ད་གོ་བཤད་རྒྱབ་ཤར་ན་ཡང་ཁོང་ཚོ་མི་རེ་རེའི་མགོ་ལ་གོ་དུས་ཡང G7གི་རྒྱལ་ཁབ་འདི་ཚོ་ནང་ཞིག་ལས་ཐུགས་མེད་པ་དེ་འདྲས་ཀྱི་ཐོག་ནས་ལས་མེད་པའི་གནས་ཚུལ་ཅལ་རེད་འདི་ཤ། དེ་ནི་རྒྱ་གར་སྲིད་བློན་མུ་དྷིས་ཁ་ཚང་དུ་སྟ་ཇི་སེ་བྷེན་གྱི་ཚོགས་འདུ་ཡང་ཧྥ་རན་སི་གྱི་སྲིད་འཛིན་གྱི་འདི་འདྲིས་ཞུ་བ་ན་ཤི་བྷ་ཅཱ་བསྒྲུབས་པ། དུ་དེའི་སྐབས་སུ་ད་ལྟའི་ཧྥ་རན་སི་ལ་དང་པོ Nice ལས་ས་ཆ་དེའི་ཡར་འབྲོག་ཆེ་ཨ་ནི་ད་ལྟའི་ཧྥ་རན་སི་གྱི་སྲིད་འཛིན་དང་རྒྱ་གར་སྲིད་བློན་གཉིས་ཀྱིས་ད་ལྟའི་རྒྱ་གར་གྱི་གསར་གཏོད་ལི་ཤིས་ལ་ནི་ད་གང་དག་བྷ་གི་ལ་ལི་ཤིས་ཧྥ་རན་སི་དང་རྒྱ་གར་གཉིས་ཟུང་འབྲེལ་གྱི་ཐོག་ནས་ནི་ལས་གཞི་གསར་གཏོད་དེ་འདྲ་མང་པོ་བྱས་ཀྱི། ལས་འཆར་གཅིག་ལ་མཚན་རྟགས་བཀོད་བྱས་དེའི་སྒོ་འབྱེད་བྱས་བྱས་དེའི་ལས་གཞི་གྲུབ་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་ཐ་ན་གཞས་དེ་རྒྱ་གར་སྲིད་བློན་མུ་དྷིས་ས་གཉིས་ཨ G Seven གྱི་ཚོགས་འདུ་ཡར་ཐེལ་བའི་སྐབས་སུ། ད་ད་འདི་འཁྲུར་ཆ་རེད་ཚོང་རེད་ནི་འཛམ་གླིང་གི་བདེ་འཇགས་རེད། ནི་ད་ནི་ཇི་ལྟར་དེ་འདྲའི་ནུས་ཤུགས་ལ་བོར་བ་དང་གང་འདྲ་སྣུམ་དང་གེས་དང་དེ་འདྲའི་གའི་ཐོག་ནས་རེད། ནི་གོ་ལའི་ལྷོ་ཕྱོགས་དང་འབྲེལ་བའི་ཐོག་ནས་ག་མོའི་ནང་ཡང་གི་ཆ་ཞིག་ཡོད་དེ་པའི་ནི་ཚུལ་དཔྱད་རེད་དེ་ཤག། ཨ་རི་དང་ཨི་རན་གྱི་གྲོས་མོལ་དང་འབྲེལ་བའི་ཐོག་ནས་ནི་ཚུལ་ཁ་ཅིག་ཤོད་པའི་ནི་ད་ད་ལྟའི་གཏམ་བཟང་གི་ནི་ཚུལ་ཡིན་ཨ་རི་དང་ཨི་རན་གྱི་གྲོས་མོལ་དེ་ལེགས་གྲུབ་བྱུང་བྱས་ད་ས་གཉིས་ཕྱི་ཟླ་དྲུག་པའི་ཚེས་དགུ་ཡར་ནི་དུ་སུའུ་ཛི་ལན་ཡར་དུ་སྟར་གྷན་དང་རྒྱལ་ཁབ་གཉིས་ཀྱི་པར་ཡ་མཚན་རྟགས་བཀོད་སྒེར་ཐག་གཅོད་བྱུང་ཡོད་པའི་གནས་ཚུལ་གཅིག་སྲིད་འཛིན་ཀྲུམ་གྱི Truth དྲ་རྒྱའི་ནང་ལོག་བཀོད་ཡོད་པ་དང་ནི་སྲིད་འཛིན་ཀྲུམ་གྱི་ནད་བརྟག་ད་ལྟའི་གྲོས་མོལ་དེ་ལེགས་གྲུབ་བྱུང་བ་ཡར་འཚམས་འདྲི་ཡང་ཞུས་ཡོད་པའི་གནས་ཚུལ་བཅས་རེད་ད་ཤག་གནས་ཚུལ་དེ་དེ་སླེབས་མ་ཐག་ཏུ་ད་ལྟའི་འཛམ་བུ་གླིང་གི་ད་ད་ནི་སྣུམ་གྱི་ཁོངས་བརྒྱ་ཆ་བཞི་གི་མ་ཆག་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ད་གང་ད་སྣུམ་གི Barrel ལེགས་འདུག་ད་ཁོང་ཚོ་གི་དེ་ཤོམ་རྩེད་ག་འདྲི་བརྩིགས་ཡོད་ན་དེ་འདྲའི་རེས་གང་ལས་འགྲོ་ལ་བརྒྱད་བཅུ་བརྒྱད་གཅིག་ད་ཚགས་བཅོ་ལྔ་གི་མ་ཉུང་རུ་འགྲོ་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ད་ན་ཞེས་ཨ་རིའི་སྲིད་འཛིན Trump གི་བཤད་ཁྱབ་ཅེ་ན་གྲོས་མོལ་དེ་ད་དུ་ས་གོ་བཙུགས་པ་དང

ནི་ཚོད་བཅད་པས་བསྡད་ཀྱི་འདུག་དེ་ནས་སྟབས་མ་ལེགས་པའི་ནི་ཚོད་བཅད་ཀྱི་ཡལ་ད་ད་ལྟའི་ཨི་ཟི་རལ་གྱི་ལེ་བྷ་ནན་གྱི་ཐོག་ལ་བསྐྱར་དུ་མེ་ཤུགས་འཕུར་མདའ་བཀྱགས་ཡོད་པས་ནི་ཚོད་བཅད་རེད་དེ་ཤག་ཆེན་ཚང་གིས་ཨ་རིའི་སྲིད་འཛིན་ཀྲམ་གྱིས་དེ་ཡ་ཨི་ཟི་རལ་གྱིས་དེ་འདྲས་བྱེད་དགོས་ཡ་ཡོད་མ་རེད་ཟེར་ནས་ད་ལྟའི་ཁོ་རང་ཚོ་གིས་དེ་བྱས་པ་རེད་ཟེར་ནས་ད་ད་ལྟའི་མེ་ཤུགས་འཕུར་མདའ་བཀྱགས་པ་དེ་གིས་ད་ལྟའི་ཨི་རན་དང་ཨ་རི་གྱི་གྲོས་མོལ་ལ་གནོད་སྐྱེལ་ཐུབ་ཀྱི་མ་རེད་ཟེར་ནས་དེ་ད་ལྟའི་ཐག་གཅོད་བྱུང་ཚར་བ་རེད་ཟེར་ནས་བཤད་བསྡད་པས་ནི་ཚོད་གཅིག་དང། ནས་ད་ལྟའི་ཨ་རིའི་སྲིད་འཛིན་ཀྲམ་གྱིས་མུ་མཐུད་ནས་ད་ལྟའི་ཨི་ཟི་རལ་གྱི་སྲིད་བློན་བན་ཇེ་མ་ནེ་ཏན་ཡ་ཧུ་ལ་ཚིག་སྡུག་ཅག་བེད་སྤྱོད་བཏང་པའི་ཐོག་ནས་ཁོ་ནི་བསམ་བློ་བཏང་ཡ་མེད་ཀྱོག་ཁོ་ང་ལ་བེད་ཁོ་རང་ད་རླུང་བསླང་གི་འདུག་ཟེར་བ་གང་དག་ངས་ཁོ་རང་ལ་ཚང་མ་གསལ་བཤད་བྱས་པ་ཡིན་ཏེ་ཁོ་ད་འདོད་ལས་ཀ་དེ་བྱེད་ཀྱི་འདུག་ཟེར་ན་ཁོ་ཆོ་མེད་ཀྱོག་རེད་བཞག་ལབ་ཅག་འདུག་ཚིག་བཤད་པའི་ནི་བརྩོད་བཅས་རེད་འདི་བཞག། དེ་ནི་ཨ་རིའི་སྲིད་འཛིན་ཀྲུམ་གྱི་འཁྲུངས་སྐར་གླས་ཡོད། དེའི་ཡ་དུ་ས་ཕྱི་ཆུ་ཕྱི་ཕྱོགས་ནས་རྒྱལ་ཁབ་དང་པོ་དེ་ར་ཤི་ཡའི་སྲིད་འཛིན་པུ་ཏྲིན་གྱིས་སྲིད་འཛིན་ཀྲུམ་གྱི་འཁྲུངས་སྐར་ཡ་ཁ་པར་དང་བཅས་ནས་དགུང་ལོ་བརྒྱད་ཅུ་གྱི་འཁྲུངས་སྐར་ཡ་འཚམས་འདྲི་ཞུས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནི་ཀྲུམ་གྱིས་སྲིད་འཛིན་པུ་ཏྲིན་ཡ་ཐོ་ཇེ་ཆེ་ཞུས་ཡོད་པ་དང་ཕྱི་ཕྱོགས་ནས་ཏེ་ཕྱི་ལོགས་ཀྱི་རྒྱལ་ཁབ་འགོ་ཁྲིད་ནང་ནས་ཁྱེད་རང་ཁ་པར་དང་པོ་དེ་གླས་སོང་སླབས་བྱས་ནས་དུ་དམིགས་བསལ་གྱིས་ད་ཁ་ལོར་འཚམས་འདྲི་ལོ་རེ་དུ་དུ། བཀའ་དྲིན་ཞུས་ཡོད་པ་དང་ཁོ་རང་གིས་ད་གཏམ་བཟང་ཡ་ནི་ཨ་རི་དང་ཨི་རན་གྱི་པ་ར་ཡ་གྲོས་མོལ་དེ་གྲུབ་ཚར་བ་ཡིན། ད་ག་འདྲ་གྲོས་མོལ་ལེགས་གྲུབ་བྱུང་ཡོད་ལབ་ཀྱ་དེ་སྙན་གསང་ཞུས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཨ་རི་དང་ཨི་རན་གྱི་དམག་འཁྲུག་མཇུག་སྒྲིལ་ལོར་བས་ད་ག་འདྲ་གྲོས་མོལ་བྱུང་བའི་གནས་ཚུལ་ཁག་ཅིག་ཞུས་པ་ཡིན་ན། ཏི་ཁ་ཚང་དུ་ཨི་ཟི་རེལ་སྲིད་བློན་བན་ཇ་མ་ནེ་ཏན་ཡ་ཧུ་གྱིས་ཨི་ཟི་རེལ་གྱི་རེས་གཟའ་ཟླ་བ་ཡར་ས་ཁང་ཡར་ལན་འདེབས་བྱས་པའི་སྐབས་སུ། ད་ལྟའི་ཨི་ཟི་རེལ་དང་ཨ་རི་གིས་ཨི་རན་ཐོག་ལ་དམག་རྒྱག་བྱས་ཨི་ཟི་རེལ་ལ་ཁེ་ཕན་ཆེན་པོ་བྱུང་ཡོད་རེད་གང་ལྟར་ཨི་ཟི་རེལ་ལ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་གྱི་སྡིགས་ར་འདི་རྩ་མེད་བཏང་བ་ལོགས་རེད་མེད་པ་བཟོས་ཐུབ་བྱུང་བ་རེད་ཁྱེད་རང་གིས་འདི་ང་ཚོའི་ད་ལྟའི་ཨི་ཟི་རེལ་གཞུང་ལོགས་རེད་ཨི་ཟི་རེལ་རྒྱལ་ཁབ། ནས་རྡུལ་ཕྲན་མཚོན་ཆ་ནས་སྲུང་སྐྱོབ་བྱེད་ཐུབ་པའི་སྟབས་དགོས་དོན་གཙོ་བོ་དམིགས་ཡུལ་དེ་བསྒྲུབས་པ་རེད་ཟེར་ནས་ཞེས་པའི་གནས་ཚུལ་གཅིག་དང། ཨི་རན་གྱིས་ཨི་ཟི་རལ་ཐོག་ལ་དམག་རྒྱག་གྲབས་བྱས་པའི་གནས་ཚུལ་གཅིག་སྟེ་གང་ལྟར་ཨ་རི་དང་ཨི་རན་གཉིས་གྲོས་མོལ་བྱུང་བའི་རྗེས་ལ་ཨི་ཟི་རལ་གྱིས་ལེ་བྷ་ནན་གྱི་རྒྱལ་ས་བེ་རིད་ལ་མེ་ཤུགས་འཕུར་མདའ་གཡུག་ཡོད་པ་ཡིན་ཙང་ཨི་རན་གྱིས་ནི་གྲོས་མོལ་དེ་ཕྱི་འཐེན་བྱེད་ཆེད་ཨི་ཛི་རེལ་གྱི་ཐོག་ལ་དམག་རྒྱལ་གྱི་གྲ་སྒྲིག་བྱས་བསྡད་པའི་སྐབས་སུ་ད་ལྟའི་ཁ་ཏར་གྱི་དཀྱིལ་མ་ནི་ཐུགས་འགན་བཞེས་ཆེད་ད་དེ་འདྲའི་མ་བྱས་ལབ་ཅེས་གང་ལྟར་སྲིད་འཛིན་ཀྲམ་ལ་སྙན་གསང་ཞུས་རྗེས་ཀྲམ་གྱིས་ཐད་ཀར་ཨི་རན་ཡ་ནི་ཏོས་ཨི་ཟི་རེལ་གང་དམག་མ་རྒྱ་རོགས་བྱེད་ཟེར་ནི་ངའི་རྒྱན་ཁྱི་གོ་ས་ཁོང་ཚོས་གི་བསྐྱར་དུ་བྱེད་གི་མ་རེད་ཟེར་ལབ་བྱས་ད་ག་འདྲ་དེ་འདྲའི་གི་བཀའ་མོལ་བྱུང་བའི་ཐོག་ནས་ནི་ཨི་རན་གི་ཨི་ཟི་རེལ་གི་ཐོག་ལ་དམག་རྒྱ་ཕྱི་འདྲེན་བྱས་ཡོད་པ་ད་གྲོས་མོལ་ཡ་མུ་འཐུད་ནི་ད་ག་ལོར་འགྲོ་ཐུ་ཡ་གི་གནས་སྟངས་བྱུང་བའི་ནི་ཚོའི་དཔྱད་རེད་དེ་ཤ།

དེ་ནས་ཨི་རི་སྲིད་འཛིན་ཀྲོམ་གྱིས་བཤད་ཆ་ཕྱེས་ན་ཨི་ཛི་རེལ་དང་ལེ་བྷི་ནོན་གྱི་དམག་རྒྱབ་བསྡད་དེ་ད་ལྟ་ལམ་སང་དཀའ་ངལ་སེལ་ཐུབ་ཡ་ཆེ་མི་འདུག་ཟེར་བ་ཡིན་ན་ང་ཚོས་དེའི་སྒང་ལ་མུ་མཐུད་ནས་སྐད་ཆ་བཤད་ཆ་ག་འདའ། ཧཱས་བྷུ་ལ་གྱི་བརྗེ་སྒུར་རིང་ལུགས་ཚོགས་པ་ཡ་ནི་ང་ཚོས་ཁོང་ཚོ་ཡ་ད་ག་ལོ་སྐད་ཆ་ཞིག་བཤད་ཆ་ཡ་ནི་ད་ལན་གཅིག་སྤྲད་དགོ་གི་འདུག་ཟེར་ནས་བཤད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་ཨི་རི་སྲིད་འཛིན་ཀྲོམ་གྱིས་ད་ལྟའི་ཨི་ཛི་རེལ་སྲིད་བློན་བེན་ཇ་མ་ནི་ཏན་ཡ་ཧུ། ད་ཁོ་རང་མི་ཁག་པོ་ཞིབ་རེ་འདུག་ས་སྐད་ཆ་བཤད་ད་གྲོས་འགྲིག་ཡ་ཡ། ནས་ད་ཁོ་རང་གི་དངོས་གནས་དེ་རིང་ང་ཚོའི་ཨ་རིག་གི་ཨི་རང་མཉམ་དུ་གྲོས་མོལ་བྱས་བྱས་ད་གང་ད་དེ་ལ་ཁོ་རང་གི་དངོས་གནས་ཐུགས་རྗེ་ཆེ་ཞུ་དགོས་ཡ་འདྲ་བ་ཆགས་པ་རེད། གང་ད་ཨ་རི་ད་ཨི་རང་གི་བར་ར་ཡ་གྲོས་མོལ་བྱུང་མོད་པ་ཆ་ཨི་རང་གི་རྡུལ་ཕྲན་མཚོན་ཆ་བཟོས་པ་ཡིན་ན་ཨི་ཛི་རེལ་ཕྱི་ཚུལ་གཉིས་ནང་ལོག་གི་སྐད་ཆ་རེད་ལན་ད་གང་ད་དེ་འདྲས་གི་དགའ་མོས་ནང་པའི་གནས་ཚུལ་བཅས་རེད་ད་ཤག་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པའོ་ལི་ཅིའོ་ཨིན་གྱིས་ནི་ད་ལྟའི་ཨ་རི་དང་ཨི་རན་གྱི་གྲོས་མོལ་བྱུང་བ་དེ་ཡིས་ནི་བསྡུར་གསོལ་བསྔགས་བརྗོད་དང་འཚམས་འདྲི་ཞུས་ཡོད་པ་དང་ནི་ད་ལྟའི་གི་རྒྱུ་ནི་མ་འོངས་པར་ནི་ད་ལྟའི Strait of Hormuz གྱི་རྒྱུ་ནི་འགྲོ་ལམ་དེ་ནི་གཅིག་རང་དབང་ལྡན་པ་དང་ནི་ལྷོད་པོ་ཡོང་པའི་རེ་བ་སྨོན་ལམ་བྱེད་ཀྱི་ཡོད་ལ་ནི་ཞེས་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཞི་རྒྱ་ནག་གི་ད་ལྟའི་པ་ཀི་སི་ཐན་གྱི་ཐུགས་འགན་བཞེས་པ་ལ་འོ་རེ་ད་གང་དག་བར་མི་བྱེད་བྱ་སྐད་ཆ་བྱས་པ་དེ་ཡ་ནི་བོད་མི་སེར་གྱི་བསྟོད་བསྔགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་རྒྱ་གར་སྲིད་བློན་ཤི་རི་ན་ར་ནྡ་མུ་དྷི་གིས་ནི་ད་ལྟའི་ཨ་རི་དང་ཨི་རན་གྱི་གྲོས་མོལ་བྱུང་པ་དེ་ཡ་འཚམས་འདྲི་ཞུས་པའི་ཐོག་ནས་ད་ད་ལྟའི། West Asia ནུབ་ཨེ་ཤེ་ཡ་གི་ངོ་ལྕོག་གི་ད་དཀའ་ངལ་དེ་ཚོ་སེལ་ཐུབ་ཡག་པོ་བྱུང་བ་རེད། ད་ང་ཚོའི་མུ་མཐུད་ནས་དེ་བས་དཔལ་འབྱོར་གྱི་ཚོང་ལས་ད་ལྟ་དེ་འདྲའི་གི་ཐོག་ནས་རྙོག་དྲ་ནི་མིག་གི་ཚེ་སྲོག་མ་འགྲོ་ཡ་ད་དེ་ཚོ་ཚང་མ་ཡག་པོ་བྱུང་བ་རེད། ཅེས་ཀྱི་ནག་ད་མ་འོངས་པ་ནི་ཡག་པོ་ཡོང་ཡ་ད་ནི་དཀའ་ངལ་མང་པོ་ཞིག་སེལ་ཐུབ་ཡ་གི་རེ་བ་བྱེད་གི་ཡོད་ད་ནི་བྲིས་པའི་གནས་ཚུལ་བཅས་རེད་དེ་ཤ་དེ་མིན Germany གི Chancellor Friedrich གྱིས་ནི་ད་ལྟའི་ཨ་རིའི་སྲིད་འཛིན་ཀྲམ་ལ་འཚམས་འདྲི་ཞུས་པའི་ཐོག་ནས་ཨི་རན་གྱི་ཐོག་ལ་གྲོས་མོལ་བྱུང་བ་དེ་ཚོ་དཔེ་མི་སྲིད་ཀྱི་ཡག་པོ་བྱུང་བའི་བསྟོད་བསྔགས་བྱས་ཡོད་པ་དང། མུ་མཐུད་ནས་ད་ཅི་ཤེས་ཨེ་ཤི་ཡ་ད་དེ་གི་དཔལ་འབྱོར་གྱི་གནས་སྟངས་ཡག་པོ་ཆགས་ཡ་འཛམ་གླིང་ཚོང་ལས་ཡག་པོ་ཡོང་ཡ་གི་སྨོན་ལམ་བྱེད་ཀྱི་ཡོད་སེང་བཤད་པའི་གནས་ཚུལ་བཅས་རེད་དེ་བཞིན་ཐ་ན་ཤི་དབྱིན་ཇིའི་གི་སྲིད་བློན་ཁེར་སྤྲེ་མར་གྱི་ད་ད་ལྟའི་ཨ་རིགས་སྲིད་འཛིན་ཀྲུམ་གཙོས་པའི་གནས་པ་ཀི་སི་ཐན་ཁ་ཐར་ལྟ་དེ་ཚོ་གི་དཀའ་ལས་རྒྱབ་བྱས་ནས་ད་དུས་གྲོས་མོལ་དེ་ཡོང་ཐུབ་པ་དེ་ལ་ཐུགས་རྗེ་ཆེ་ཞུས་པའི་གནས་ཚུལ་བཅས་རེད་དེ་ཤ་ཏུར་ཀི་གི་སྲིད་འཛིན་ཏཱ་ཡིབ་ཨེར་ཀོན་གྱིས་ནི་ད་ལྟའི་ཁོ་རང་གི་སྙིང་ཐག་པ་ནས་ད་ལྟའི་ལྟ་གྲོས་མོལ་དེ་བྱུང་ཐུབ་པ་དང་དཀའ་ངལ་སེལ་ཐུབ་པ་དེ་མི་ཚང་མས་སྒུག་བསྡད་ཀྱི་གནས་སྟངས་བཅས་རེད་དེ་ཡག་པོ་བྱུང་སོང་ཟེར་ནས་བསྟོད་བསྔགས་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

མུ་མཐུད་ནས་ད་ག་མོའི་ད་དུས་ད་མང་པོ་ཞིག་འགྲོ་དགོས་ཀྱི་ཡོད་འདྲ་དེ་ཚོ་ཚང་མ་ཡག་པོ་ཡོང་ཡག་གི་སྨོན་ལམ་རྒྱག་གི་ཡོད་ཕྱོགས་གཉིས་ཀ་གི་སྐུ་ལང་བཟང་པོ་བཅས་ཁེལ་པའི་སྨོན་ལམ་ཡོད་ལན་བཤད་པའི་གནས་ཚུལ་བཅས་རེད་ཤག་ད་ག་ད་ཨ་རི་དང་ཨི་རན་གཉིས་གྲོས་མོལ་བྱས་ང་བའི་རྩ་བའི་དོན་ཚན་མང་པོ་ཡོད་དེ་བའི་ནང་ལོག་ནས་དོན་ཚན་གཉིས་མ་ཏུ་ད་འདི་འགྲོ་ཐུབ་མེད་པའི་གནས་ཚུལ་བཅས་རེད་ཤག་ག་ད་ཨི་རན་གྱི Strait of Hormuz གྲུ་གཟིངས་འགྲོ་ལམ་བཀག་བཞག་པ་འདི་ཡིན་ད་ནམ་རྒྱུན་རྒྱུན་ལྡན་ནང་བཞིན་སྒོ་ཕྱེ་གི་ལས་གཞི་གང་ངོས་ལེན་བྱས་ཡོད་པ་དང། ཨ་རིའི་གིས་ཨི་རན་གྱི་མཚོ་གྲུ་ཡར་སྒྲོལ་གྱི་ད་ལྟ US Blockade ལས་ནི་རྟ་ཁག་བཞག་པར་བ་དེས་ནི་སྒོ་ཕྱེ་རྒྱུ་བྱས་ད་གང་ལྟར་གྲུ་གཟིངས་ཀྱི་འགྲོ་ལམ་དེ་ཆ་ཚང་གཙང་མ་ཆགས་ཅག་ནི་དམག་དེ་དམག་མཚམས་བཞག་པའི་གནས་ཚུལ་གཅིག་ཙམ་མ་གཏོགས་ད་ལྟའི་འགྲོ་སྒོ་ཡར་གྱི་དོན་ཚན་མང་པོ་གཅིག་ད་ལྟའི་ད་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ཟོལ་དང་འབྲེལ་བའི་ཐོག་ནས་མུ་མཐུད་ནས་བཀའ་མོལ་སྒྲོལ་ཡ་དང། ངས་ཨི་ཟི་རེལ་དང་ལེ་བྷེ་ནན་གྱི་རྙོག་དྲ་གི་སྒང་ལ་མུ་མཐུད་ནས་བཀའ་མོལ་འགྲོ་ཡ། ཨ་ནི་ད་ན་ཞེས་ཨ་རི་ནས་ཨི་རན་ཡར་ཉེས་ཆད་མང་པོ་ཞིག་བཏང་ཞེས་ཟེར་བ་དེ་ཚོ་གི་ཐོག་ལ་ནས་ད་གྱེན་ལྡན་ག་འདྲ་ཞིག་བྱེད་དགོས་མིན་དེའི་སྒང་ལ་མུ་མཐུད་ནས་བཀའ་མོལ་འགྲོ་ཡ་རེད་དེ་ཤ་ད་ན་ཞེས་ཨི་རན་གྱི་དཔལ་འབྱོར་ལོག་རེད་དཔེ་ཆ་མང་པོ་ཞིག་ཨ་རི་གིས་བཀག་བཞག་པར་བ་ཨ་ནི་དེ་ཚོ་གི་ཐོག་ལ་ད་ལྟ་མུ་མཐུད་ནས་བཀའ་མོལ་འགྲོ་ཡ་གི་བྱ་བཞིན་ཡོད་དེ་བས་ནས་ཚོས་བྱས་རེད་དེ་ཤ། སྤྱིར་བདག་གིས་ཨ་རིའི་སྲིད་འཛིན Trump གྱི་བཤད་ཚད་བརྒྱབ་ན་ད་ག་ཚང་ཟ་ཉི་མ་ཡང་ཁོ་རང་སོགས་ཀྱི་ཐག་གཅོད་བྱུང་བྱས་ད་དེ་དུས་མཚན་རྟགས་དེ་འབྲི་གཞི་རེ་ལས་དྲ་ཐོག་ནས་ད་མཚན་རྟགས་བཀོད་ཚར་བས་གནས་ཚུལ་བཅས་ཀྱི་ཐོག་ནས་ད་གནས་ཚུལ་ཚང་མ་དཀའ་ངལ་སེལ་ཚར་བ་རེད། ད་དེ་རིང་ནས Strait of Hormuz གྱི་བརྒྱུད་ནས་གྲུ་གཟིངས་ཚང་མ་ནམ་རྒྱུན་རྒྱུན་ལྡན་ནང་བཞིན་འགྲོ་གི་རེད། ད་གྲུ་གཟིངས་མང་པོ་གཅིག་གནས་སྣུམ་རྐྱང་བྱས་ད་ཁྱེད་ཀྱི་ལས་གཞི་འགོ་བཙུགས་ཚར་སོ་སོ་འགྲོ་གི་འདུག་ལས་བཟོ་རུ་དེ་འདྲའི་བཤད་ཡོད་པས་གནས་ཚུལ་བཅས་རེ་འདི་བཤད། ག་ད་ལྟ་ཁ་ཚང་དེ་གྲོས་མོལ་དེ་བྱུང་པའི་རྗེས་ལ་གྲུ་གཟིངས་དང་པོ་འགྲོ་ངེས་ཏེ་རྒྱ་གར་གྱི་ཚོང་ལས་ཀྱི་གྲུ་གཟིངས་གཅིག་ཁ་ཐར་ནས་འདུག་ཟ་སྣུམ་རྐྱང་ཆ་འཁྱིལ་ནས་འགྲོ་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ཨ་རིའི་སྲིད་འཛིན་གཞོན་པ་ཇེ་རི་ཝན་སི་གིས་བཤད་ཆེད་ཅེ་ན། ད་ལྟ་ད་ལྟའི་གྲོས་མོལ་གྱི་ཐག་གཅོད་དེ་གཟའ་ཉི་མ་ཡ་ནི་ཁ་ཚང་དུ་སི་ཏཱ་གྷ་ལོ་དྲ་ཐོག་ནས་ཐག་གཅོད་བྱུང་ཆེད་མཚན་རྟགས་བཀོད་པ་རེད་དུས་དངོས་སུ་མི་འབྱུང་ཆེད་འདི་བྱས་ཏེ་སུའུ་ཙི་ལན་ལ་དེ་ཟ་པ་སངས་ཡ་ད་དུ་ཟ་ཏེ་མཁས་ཡོད་པའི་ནི་ཚོད་གཅིག་ཁོ་རང་གིས་ཟེ་ཤེས་བྱེད་དེ་གི་འདུག་ཐང་ན་ཤེས། ཨ་རིག་གི་སྲིད་འཛིན་གཞོན་པ་དང་ནི་ད་ལྟ་ཨི་རན་གི་གྲོས་ཚོགས་ཚོགས་གཙོ་མོ་མད་བྷ་གྷར། Gulf Fever། ལ་ཞུ་ཁོ་རང་གཉིས་ཀྱི་ལྟ་ཚུལ་དག་བཀོད་བྱ་འགན་འཁྱིག་ཡོད་པའི་ནི་ཚོད་ཅེ་རེད་དེ་ཤ། དེ་ནི་ཨི་རན་གྱི་གསར་ཁང་གིས་བཤད་ཆ་བཞིན་ཨ་རི་གྱི་ད་ལྟའི་གྲོས་མོལ་དེ་བྱུང་པའི་རྗེས་ལ་ཨ་རི་གིས་ཨི་རན་ཡ་ད་ག་ཚོད་གཏོར་སྐྱོན་མང་པོ་བཏང་བར་བ་དིའི་གྱི་གུད་སབ་ཡ་གྲོ་ལ་བི་ལིན་སུམ་བརྒྱ་འདུ་སྤྲད་ཀྱི་ངོས་ལེན་བྱས་པ་རེད། ད་ནང་བཞིན་ཨི་རན་གྱི་དཔེ་ཆ། བཀག་སྡོམ་བྱས་བྱས་པ Freeze བྱས་བྱས་པ་འགྲོ་ལ་བི་ལིན་ཉི་ཤུ་རྩ་བཞིའི་གློད་གྲོལ་བཏང་ཡས་ཀྱི་སྐད་ཆ་བྱུང་ཡོད་རེད་ཟེར་ནས་དེ་འདི་གའི་གནས་ཚུལ་བཅས་བཤད་སྡིག་དོན་དེ་ད་ལྟའི་གནས་ཚུལ་དེ་གཙང་མ་ཅིག་ཡིན་མེད་དེ་ཨ་རིའི་ངོ་ཅོག་ནས་གང་ཡང་གསལ་བཤད་བྱས་མེད་པའི་གནས་ཚུལ་བཅས་རེད་དེ་ཤ་ག་ད་ཨ་རིའི་ཀྱི་ཨི་རན་ཡ་གུ་གསབ་སྤྲད་དགོས་དབུས་ན་འགྲོ་ལ་བི་ལིན་སུམ་བརྒྱ་ལ་ན་བུན་ཆེན་པོ་སྤྲད་དགོས་ཡ་ཀྱི་དགའ་ངེས་བཅས་རེད་དེ་ཤ། དེ་ནི་ཡུ་རོབ་ཀྱི་ད་ལྟའི་གཏུབ་མཁན་རྒྱལ་ཁབ་དབྱིན་ཇི་རེད་ཧྥ་རན་སི་རེད་ཇར་མ་ནི་ཨི་ཏྲ་ལི་ཀྱི་ད་ལྟའི་ཨི་རན་དང་འབྲེལ་བའི་ཐོག་ནས་ཉེས་ཆད་ཚང་མ་ནི་གཅོག་པོ་ནི་ད་ལོས་ཀྱི་ཡིན་ཟེར་བ་གང་ལྟར་ཨ་རི་དང་ཨི་རན་གཉིས་གྲོས་མོལ་བསྒྲིགས་པའི་རྗེས་ལ་ནི་ད་ལྟའི་ཉེས་ཆད་དང་དང་ཐེངས་བརྟན་བཞེས་རྒྱུ་ཚང་མ་ནི་ང་ཚོས་ཕྱིར་འཐེན་བྱེད་ཀྱི་ཡིན་ཡང་ནི་མ་འོངས་པར་ཨི་རན་གྱིས་རྡུལ་ཕྲན་མཚོན་ཆ་རྩ་ནས་བཟོས་ཆོག་མེད་ཟེར་ན་འདི་ད་གིས་ཀ་མེད་ནང་པའི་གནས་ཚུལ་གཅིག་དང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཚོགས་གཙོ Ursula Von der Leyen གྱིས་བཤད་ཆ་བྱས་ན་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་སྟངས་ཞབས་པའི་ཉེས་ཆད་དེ་ཚོ་དེ་མ་ཐག་ཏུ་ཕྱིན་འཐེན་བྱེད་ཀྱི་མིན་ཟེར་བ་གང་ལྟར་ཨི་རན་གྱི་བཟང་སྤྱོད་ཡ་རྒྱུ་བ་ག་ཚད་སུ་འགྲོ་གི་འདུག་འདི་ལ་ལྟ་སྐྱེལ་བྱས་ན་ང་ཚོས་གད་ཉེས་པ་དེ་ཚོ་ཕྱིན་འཐེན་བྱེད་ཀྱི་ཡིན་གང་ལྟར་ཨི་རན་ནང་ལོགས་ཡར་འགྲོ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་རེད། ཐ་ན་ཞི་དུལ་ཧན་མཚོན་ཆ་བཟོས་ཡ་གཉིས་ཀའི་གི་ཐོག་ལ་འགན་ག་རེ་འཁེལ་ཡོད་མེད་འདི་ལ་ང་ཚོས་བལྟ་གི་བྱས་ནས་ཉེས་ཆད་ཕྱིན་ལྡན་བྱེད་གི་ཡིན་ཟེར་ནས་བཤད་པའི་གནས་ཚུལ་བཅས་རེད་དེ་ཤ་ཧ་ལོ་ཧ་ལོ། ངས་སྐད་ཅིག་བསྐུར་བྱས་ཡོད་དེ་ཡོང་གི་འདུག་བས་ཏེ་ཨ་ཁྱེད་རྣམ་པས། སྐད་དེ་ཡོང་ཡོད་ན་སྐད་དེ་གང་ལ་ཀ་དག་ཅིག་བརྒྱབ་རོགས་བྱས་ཏེ་ང་ཧ་གོ་ངོ་འདུག་བ།

དེ་བཞིན་གང་དེ། ཅིག་པར་གྱི་སྟངས་ཡིན་ནི་པར་དེ་ལ། ཅིག་ག་དག་རོ་ལིག་ཡོད་ན་མེད་ན་བསམ་སོང་ཡིན་ང་རང་སང་ཇུས་བྱེད་སའི་དེ་ནང་ཚུགས་ཡོང་གི་འདུག་པས་བལྟས་ཡིན་དེ་ཡོང་གི་འདུག་ད་དེ་ནས་ད་ལྟ་སྐད་ཅིག་མཇུག་ཞིག་བཏང་བ་རེད་ད་དེས་ཁྱེད་རྣམ་པ་ལ་འཇོག་ཡོད་མེད་ཀྱི་ཐོག་ནས་འདུག་ས་ག་དག་ཞིག་བརྒྱབ་རོགས་བྱས་ཞུས་པ་ཡིན་ད་ག་དག་ང་དྲུག་ཞིག་འདུག་ས་བརྒྱབ་གནང་སོང་ད་དེ་ལ་ན་ཨ་ནི་སྐད་དེ་མ་འབྱོར་གི་ཡོད་པ་འདྲ་ད་ང་མུ་མཐུད་ནས་མ་འདུག་ས་སང་ཇུས་མདོར་བསྡུས་ཅིག་ཞུ་ཡས་ཡིན་ཐུགས་ཆེ་ད་དེ་ཅི་དང་བ་ཡུལ་ལ་ད་དེ Telegram དེ་ཀ་ཤ་ཡོད་བས་སུ་རོགས་མེད་བས་སུ་རོགས་དེ་འདྲ་གཅིག་གི་གནས་སྟངས་གང་ན་རེད་དེ་ཤ། ཨོ་སྐྱོ་འགྲོ་མི་འགྲོ་གསར་འགྱུར་ཁ་ཅིག་ཞུས་བས་ན་ད་ཨ་རིག་གི California ལ་ཁ་ཚང་འདུག་ཨ་རིག་གི་གནམ་དམག་གི་ད་ནམ་རྒྱུན་འབར་རྫས་གཡུག་ངེས་ཀྱི་གནམ་གྲུ་དེ་འདྲས་གཅིག་ཚོད་ལྟ་བྱས་ཀྱི་ཆེད་དུ་ཡར་འཕུར་ཡོད་པ་ད་ཆུ་ཚོད་བཅུ་གཅིག་དང་སྐར་མ་ཉི་ཤུ་ཟེར་ལ་འཕུར་ཆེད་ཨ་ནི་དེ་མ་ཐག་ཏུ་གནམ་གྲུ་དེ་ཕུར་བས་ད་ཁོ་རང་ཚོ་རྒྱུན་ལྡན་གྱི་སྦྱོང་བརྡར་གནང་གི་ཡོད་པ་འདྲ་དེའི་སྦྱོང་བརྡར་རང་བཞིན་ཚོད་ལྟ་གི་སྦྱང་བརྡར་བྱེད་ཀྱི་ཡོད་པ་དང། གནས་གནམ་གྲུ་དེ་ཕུར་བ་དང་ལམ་སང་ད་ཁྱེད་རང་གི་དམག་གི་གནམ་གྲུ་དེ་མང་ཆེ་མྱུར་པོ་ཞིག་མགྱོགས་པོ་ཞིག་བྱས་ཡོད་པ་ཡིན་ཙང། ལམ་སང་ཁོ་རང་ཡ་དུ་སར་བརྡབ་སྐྱོན་བྱུང་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ད་བརྡབ་སྐྱོན་བྱུང་པའི་གནམ་གྲུ་དེའི་ནང་ལོ་ཡ། མི་བརྒྱད་ཡོད་དེ་བ་ནི་ད་ཚང་མ་དུ་ས་རྐྱེན་ལམ་དུ་ཕྱིན་ཡོད་པས་ད་ཚོད་དཔག་བྱེད་ཀྱི་ཡོད་པས་ནི་ཚོད་བཅད་རེད་དེ་ཅི་གང་ཡིན་ཟེར་ན་ད་ཁོ་རང་སྣ་མང་གི་གནམ་གྲུ་བཅས་འདི་གང་ཤུགས་ཆེན་པོ་བཅས་ཨ་ནི་མགྱོགས་པོ་བཞི་བཅུ་དྲུག་ཡོད་པ་ཡིན་ཙང་ནི་བརྡབ་སྐྱོན་ཤུགས་ཆེན་པོ་ཆགས་པས་ནི་ཚོད་བཅད་རེད་དེ་བཤད། དེ་ནི་ཨ་རིའི་སྲིད་འཛིན Trump གིས་ད་ལྟའི France གི་སྲིད་འཛིན་ཨ་ནི་དུ་ས་ཉེན་བརྡ་བཏང་རྗེས། གང་ལྟར France གིས་ད་ལྟའི་ཨ་རིའི་གི་དྲ་ཚིགས་ལ་ནི་དུ་ས་ཁྲལ་བརྒྱ་ཆ་གསུམ་གྱི་རྒྱག་ཡོད་པ་འདྲ། ཁྱེད་རང་ཚོ་གིས་ང་ཚོ་ཡ་བརྒྱ་ཆ་སུམ་བརྒྱ་བས་ན་ང་ཚོའི་ཁྱེད་རང་ཚོ་གི་ཆང་རག་རིགས་ལ་ནི་དུ་ས་ཁྲེ་བརྒྱ་ཆ་བརྒྱ་བརྒྱབ་ཀྱི་ཡིན་ལབ་ཅེས་འདིག་ར་བཏང་ཡོད་པའི་ནི་ཚོའི་བཅད་རེད་འདི་ཤ་རྩ་བའི་ཨ་རི་དང་ད་ལྟའི་ཡུ་རོབ་ཀྱི་པ་ར་ཡ་ད་གི་ཆང་རག་གི་རིགས་ལ་བར་ད་དེ་ནང་དམིགས་བསལ་གི་ད་ད Wine ལ་ཏི་གི་ཆང་རག་འདི་ནི་ད་ཉིས་སྟོང་ཉི་ཤུ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་འགྲོ་བ་ཅེས་ན་འགྲོ་ལ Billion Juice གི་རིམ་པ་ཨ་རིག་གིས་ཉོས་ཡོད་པ་དང་འདི་ལ་དུས་མཚུངས་ཆེན་པོ་གཅིག་ལ་དུས་སུ་དོ་ཕོག་བཏང་ཡ་གིས་སྡིགས་ར་བཏང་པའི་གནས་ཚུལ་བཅས་ཆགས་རེད། དེ་ནི་ཨ་རིའི་སྲིད་འཛིན་ཀྲམ་ཐ་ཐ་འདས་ཡུ་རོབ་ལི་ཡ་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུ་དང་བྲལ་བའི་ཐོག་ནས་ད་ཁོ་རང་ཡང་མི་མང་པོ་གཅིག་དོ་སྣང་བྱེད་ཀྱི་ཡོད་པ་ཡིན་ཙང་ནི་ཁོ་རང་གི་དྲང་བདེན་སྤྱི་ཚོགས་དྲ་རྒྱའི་ནང་ལོ་ཡ Truth Social གི་ཐོག་ལ་ནི་མཆན་རྒྱབ་བྱས་ག་འདའ་ང་ཚོས་ཚིག་བཀོད་བྱས། ད་ལྟའི་ལུང་པ་འདི་ཚོ་གི་འཛམ་གླིང་ལུང་པ་སྐྱོ་ཤོས་ལ་བར་ད་ང་ཚོའི་ཨང་ཀི་དང་པོ་གཉིས་པ་གསུམ་པ་ཡིན་ན་གསུམ་པའི་གི་ད་རིམ་པ་སྐྱོ་ཤོས་དེ་གི་མི་ཨ་ཁྱེད་རང་ཚོས་ནང་འདྲེན་བྱས་པ་ཡིན་ན་མི་དེ་ཚོ་ཡར་དབོར་བ་ཡིན་ན་ཨ་ཁྱེད་རང་ཚོའི་ལུང་པ་མ་འོངས་པ་ལུང་པ་སྐྱོ་ཤོས་གསུམ་པ་དེ་ནང་བཞིན་མ་ཆག་གི་རེད་ད་ག་ད་ཁོ་རང་གི third countries ལ་ད་ང་ཚོ་འཛམ་གླིང་ནང་ལ་ད་ལྟའི་ཡར་རྒྱས། ཡོད་པ། ཡར་རྒྱས་འགྲོ་བཞིན་པ། ཡར་རྒྱས་ཡོང་རྒྱུ་བསྡད་པ་ལ་ནི་ད་རྒྱལ་ཁབ་གསུམ་གྱི་ཏུ་ས་བརྩི་གི་ཡོད་རེད་པ། ད་དེ་གི་ཐོག་ནས་ད་ལྟའི་ག་ལོར་ད་ཀྲམ་ཡིན་ན་ད་ལྟའི་ཁོ་རང་གི་སྲིད་གཞུང་འདི་ནི་ཕྱི་ལོག་གི་མི་ཡོང་ཡ་ལ་བཀག་སྡོམ་ཤུགས་ཆེན་པོ་བྱས་བྱས་ནས་དེ་གི་ལས་གཞི་དེ་གི་ད་ག་ལོར་བྲུས་འགྲོ་བ་བྱས་ནས་ད་ལྟའི་ཡུ་རོབ་འགྲོ་བའི་སྐབས་སུ་བཏོན་ཡོད་པའི་ནི་ཚུལ་བཅས་རེད་ད་ཤ། དེ་ནི་ཨ་རིའི་གིས་ཚོང་འབྲེལ་དང་འབྲེལ་བའི་ཐོག་ནས་འབྲེལ་ཚབ་པ། ཇེ་མི་སན Greece ལས་ཚུགས་ཁོ་རང་ནི་སང་ཉིན་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གསུམ་དང་རྩ་བཞི་ལ་རྒྱ་གར་ལ་ཏུ་སར་ཐེག་གི་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་ག་ད་རྒྱ་གར་དང་ཨ་རིའི་གིས་པ་ར་ཡ་ད་ཐ་འདི་ཤག་ནི་ཚོང་འབྲེལ་གི་ཐོག་ནས་གཏན་འཁེལ་དུ་མེད་པའི་གནས་སྟངས་དང་འབྲེལ་བའི་ཐོག་ནས་ཏཱ་སི་ཉིད་དུ། སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུའི་སྐབས་སུ་ཨ་རིའི་སྲིད་འཛིན་ཀྲམ་དང་རྒྱ་གར་སྲིད་བློན་ནེ་རན་དཱ་མུ་དྷི་གཉིས་ཟུར་དུ་མཇལ་འཕྲད་བྱུང་གི་ཡོད་པ་ད་ལྟ་དེའི་གི་རྗེས་ལ་ནི་དུ། རྒྱ་གར་དང་ཨ་རི་གི་བར་ལ་ཡང་ཚོང་འབྲེལ་གྱི་མཐའ་མའི་སྐད་ཆ་དེ། དྲུག་པའི་ཚེས་ཉི་ཤུ་རྩ་གསུམ་རྩ་བཞི་ལ་དུ་བཤད་ཀྱིས་རྩིས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག། དེ་ནི་རྒྱ་གར་གྱི Defence Research and Development Organization། ད་ག་ནྡ་བདེ་འཇགས་དང་འབྲེལ་བའི་ཐོག་ནས་ཞིབ་འཇུག་དང་ཡར་རྒྱས་ཀྱི་ཚོགས་ཆུང་ནས་ད་ག་ཚང་དུ་མེ་ཤུགས་འཕུར་མདའ་གཅིག་ཚོད་ལྟ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཆད་དེ་ད་ནྡ་ཨོ་རི་ས་གཞིས་ཆགས་ཡོད་ས་ཡིན་ལ་འོ་ར་ཨོ་རི་ས་མངའ་སྡེ་གྱི་ཉེ་སྐོར་ཡ་ཨབ་ཏུའུ་ཀ་ལམ་མཚོ་གླིང་ལ་ནི་དེ་མཚོ་གླིང་ཕྱིན་ཅི་བྱེད་ཡོད་པ་འདྲ་དེའི་ཐོག་ནས་ཏུ་ཚད་ལྟ་བྱས་ཡོད་པ་དང་ད་ནྡའི་ཚོད་ལྟ་དེ་ཡིན་ན་ལམ་འགྲོ་བྱུང་ཡོད་པ་ད་འདི་ལ་བསྡུས། རྒྱ་གར་གྱི་ས་ཐོག་ནས་ཕ་མེ་ཤུ་བྷུ་འདྷ་གཡུག་ཡ་གི་དེ་འདྲས་ཀྱི་མེ་ཤུ་བྷུ་འདྷ་གཅིག་བཟོས་ཐུག་ཡོད་པ་དང་དེའི་ལས་གཞི་དེ་ལ་ལམ་ལྷོང་ཕྱིན་ཡོད་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་རྒྱ་གར་བདེ་སྲུང་བློན་ཆེན Rajnath Singh གྱིས་ད་འདི་ལྷན་ཁང་ལ་འཚམས་འདྲི་ཞུས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་དེ་ནི་རྒྱ་ནག་ནང་ལོ་ཡ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་ལྔའི་བར་ར་ཡ་ཏཱ་སློབ་ཚན་གྱི་ནང་རྒྱུད་ད་ག་ཚོད་དམིགས་བསལ་གྱི་མཐོ་རིམ་སློབ་གྲྭའི་གྱི་སློབ་ཚན་གྱི་ཐོག་ལ་འགྱུར་བ་ཞི་བ་ཞིག་བཏང་ཡོད་པ། ད་སློབ་ཚན་འདྲ་མིན་སྣ་ཚོགས་གཅིག་ཁྲིའི་ཉིས་སྟོང་ཉིས་བརྒྱ་སུ་འགྱུར་བ་བཏང་ཡོད་པ་དེ་འདྲའི་གྱི་གནས་ཚུལ་བཅས་རེད་ད་གནའ་སྔ་མོ་གྱི་བསླབ་དེབ་དེ་འདྲ་ཡང་ཕྱིར་འཐེན་བྱས་པ། ཨ་ནི་ཡང་མུ་གོ་ཡ་དེ་ནས་མང་པོ་ཅིག་མ་འཐེན་པ་ད་ད་འདི་དུས་ཚོད་དེ་ཡིན་ན AI ད་དེང་དུས་ཀྱི་ད་དུས་རབས་དེ་ལ་དཔའ་བའི་ཡང་གོ་ཡ་གི་སློབ་ཚན་ཡག་ལུགས་བྱས་མུ་གོ་ཡ་མ་ཕྱི་འཐེན་བྱས་བྱས་ད་དེ་འདྲའི་གི་ཐོག་ནི་འགྱུར་བ་ཞི་བ་གཏིང་ཡོད་པ། ཁོ་རང་ཚོ་གི་སློབ་ཚན་ཡག་གསར་པ་ལུགས་བཞག་པ་འདི་ཡིན་ནས་སློབ་ཚན་གསར་པ་འདྲ་མིན་སྣ་ཚོགས་དེ་འདྲ་ཁྲི་གཅིག་ལུགས་ཡོད་པའི་གནས་ཚུལ་བཅས་རེད་ད་བྱས་ད་འདི་ནང་ལོག་གཙོ་བོ་ད་འདི་འཁྲུག་ཆ་དང་དྲ་རྒྱའི་གནས་སྟངས་དང་བྲལ་བའི་ཐོག་ནི་གཙོ་བོ AI གི་དུས་ཚོད་ཡིན་པ་ཡིན་ཙང། འདི་གི་སྐབས་སུ་ད་སྒོ་ཡག་གི་ལས་གཞི་མང་པོ་ཅིག་སློབ་ཚན་ཡག་གསར་བ་བླུགས་ཡོད་པ་ཨ་ནི་སྔོན་མ་གི་ད་ང་ཚོའི་དེ་སྙོན་ལ་ད་ད Word ལེགས་ར་ད་ད་འདི Microsoft གི Word ང་ཚོའི Computer ནང་ཚང་མ་དེ Word Windows ལས་བེད་སྤྱོད་བཏང་གོ་ར་བ་ད་དེ་གི་དེ་ལས་ཀ་དེ་ད་མང་པོ་ཅིག་མ་འགྲོ་གི་ཡོད་པ་ཡིན་ཙང་ཨ་ནི་ཡང་དེ་འདྲའི་གི་ཐོག་ནས་ད་འགྱུར་བ་ཞིབ་བ་གནང་ཅིག་ད་གང་ད་དུས་ཚོད་དང་མཉམ་འགྲོ་བྱས་ཐུ་ཡག་གི་སློབ་སྦྱོང་གི་ཐོག་ལས་ནས་འགྱུར་བ་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ

དེ་འབྲེལ་གྱི་ཐོག་ལ་ཡང་འགྱུར་བ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་དེ་ནས་ཡུག་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་གིས་ར་ཤི་ཡའི་སྲིད་འཛིན་པུ་ཏིན་ཡང་ད་ལྟའི་ཇི་སེ་བན་གྱི་ཚོགས་འདུ་དང་འབྲེལ་བའི་ཐོག་ནས་ང་རང་ཉིད་ནི་ཧྥ་རན་སི་ལ་ཐུག་གོ་ཟེར་བ། དེ་ཐུག་བས་ན་ང་ཚོས་སྐད་ཆ་མང་པོ་གཅིག་བཤད་ཡ་རག་རེད་ད་ནི་ཨ་རིའི་སྲིད་འཛིན་ཀྲོམ་གཙོས་པའི་སྟོབས་ཆེན་རྒྱལ་ཁབ་ཁག་གི་མགོ་ཁྲིད་ཚང་མ་སླེ་ཡོད་རེད་ཟེར་ན་ང་ཚོ་ཚང་མ་ཁོ་ཚོར་ཟུར་དཔང་ལ་བཞག་ཅིང་ང་ཚོས་སྐད་ཆ་བཤད་པ་ནི་གོ་སྐབས་བཟང་པོ་རེད་ཟེར་ལ་ནི་བཤད་ཡོད་པ་ནི་ད་ལྟའི་ཧྥ་ར་ཤི་ཡ་གིས་འདི་ལ་ངོས་ལེན་གང་ཡང་བྱས་མེད་པའི་ནི་ཚོད་དཔྱད་རེད་དེ་ཤ་མ་བྱེད་པ་མ་ཟད་ཁ་སང་དུ་ས་ར་ཤི་ཡ་གིས་ཡུཀ་རེན་ཐོག་ལ་ཅིག་མེ་ཤུགས་འཕུར་མདའ་དང་འདི་འདྲའི་ཤུགས་ཆེན་པོ་བརྒྱབ་བྱས་གང་ལྟར་ཕ་གི་ལ་སྟོབས་སྐྱོན་གཏོར་སྐྱོན་ཤུགས་ཆེན་པོ་བཏང་ཡོད་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལོགས་ལ་ཡོད་བསྡད་པའི་ད་ལྟའི་ཡུཀ་རེན་གྱི་ཅིག་ཡུལ་སྐོར་སྤྲོ་འཆམ་བ་དེ་འདྲ་ལོགས་ཡུ་ནི་སི་ཀོ་ནང་ཡོད་བསྡད་པའི་དེ་འདྲའི་གི་དགོན་པ་གཅིག་ལ་ཡིད་རྟོག་སྐྱོན་བྱུང་ཡོད་པའི་ནི་ཚོས་བཅད་རེད་དེ་ཆ་ག་ན་ད་འདི་ཆ་ནི་མི་དགུ་གི་ཚེ་སྲོག་ཤོར་ཡོད་པ་དང་ནི་ཁང་ཁྱིམ་མང་པོ་ལ་སྟོད་སྐྱོན་བྱུང་ཡོད་པ་དང་ན་ཆེ་ཡུ་ཀེ་རེན་གྱི་ད་འདི་རིག་གཞུང་ད་དེ་འདྲས་ཀྱི་འགྲེམས་སྟོན་ཁང་ཆེན་པོ་གཅིག་ལ་ཡིད་ཁ་ལོག་ས་ག་ཚོད་དོ་པོ་ཕྱིང་པ་ལོག་རེད་གནོད་སྐྱོན་བྱུང་ཡོད་པའི་ནི་ཚོས་བཅད་རེད་དེ་ཆ་དེ་ནི་དབྱིན་ཇི་ལུང་པ་ཡ་ཕོ་སར་གཉིས་འཛིན་བཟུང་བྱས་ཤག་ལོ་གཉིས་རྩ་གསུམ་བྱས་པའི་ཡུ་ཀེ་རེན་གྱི་ཕོ་སར་གཅིག་ད་ནི་ཡང། ཕོ་གསར་གཞན་གཅིག་ད་ལྟ་རོ་མེ་ནི་ཡ་ནས་ཡིན་བསྡད་པ་སྐྱེས་ས་དེ་ཡུག་ཀེ་རེན་ཡིན་པ་དེ་འདྲ་གཉིས་ག་འདྲ་ཁོ་རང་གཉིས་ལ་ད་ལྟ་ར་ཤི་ཡ་གི་ཕ་གི་ཡུག་ཁ་ལོ་བྲེ་ཚབ་པ་ལ་ཨོ་ར་ཏ་ཨིང་ལན་ལ་ཡོད་དེ་ངས་གི་ར་ཤི་ཡ་གི་བྲེ་ཚབ་པ་དེ་འདྲ་གཅིག་གིས་ཁོ་རང་གཉིས་ལ་ནི་དུ་ས་ད་པི་ཆག་གིས་དེ་འདྲའི་སྙན་པ་སྤྲད་ཆ་འགྲོ་ལ་གཅིག་སྟོང་གི་སྙིམ་པ་སྤྲད་འདང་ན་ཞེས་ཁོ་རང་གཉིས་ཀྱིས་ད་ལྟའི་དབྱིན་ཇིའི་སྲིད་བློན་ཁེར་སྟེར་མར་ཡ་ནི་ཏུ་ཟ་གནོད་བསྐྱལ་ཐུབ་པས་ན་ད་ཆེ་ས་ནས་བཤད་ན་ད་བསད་ཐུབ་ན་ལབ་མེད་འགྲོ་གང་ལྟར་ཁོ་རང་ཡ་ཏུ་ཟ་གནོད་སྐྱོན་གྱི་ལས་ཀ་བྱས་ཐུབ་པ་ཡིན་ན་ནི་དཔེ་ཆ་སྤྲད་འོ་ཟེར་ཨ་རི་ཀོ་མོ་གཅིག་སྟོང་སྤྲད་འོ་ཟེར་དེ་མ་བསད་ནི་ར་ཤི་ཡ་གི་མི་སེར་སྤྲད་འོ་ཟེར་ལབ་བྱ་དེ་འདྲའི་སྐད་ཆ་བྱུང་ཡོད་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ལྟའི་ཕོ་གསར་ལོ་ཆུང་གཉིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ

ཡང་གཅིག་གོ་རྟོགས་འཕེལ་ལ་ཡང་མཁས་པ་བཟོ་གི་ཡོད་རེད་ཡང་ཁ་ཤས་ཀྱིས་ཨིན་ཇི་ག་ལ་གང་འཚམ་ཤེས་མཁན་ཡང་གོ་ཆོད་དེ་ཚོ་ལོ་དེ་འདྲ་བྱས་པས་ན་ཡག་པོ་ཡོད་རེད་ཁྱེད་རང་གི་ཏང་གི་ནམ་རྒྱུན་དེ་འདྲའི་པར་རིས་བཏང་བྱས་ཡང་དེ་ནང་ལོགས་ནས་ད་གཅིག་ཞི་རགས་དགོས་ཡ་མི་དགོས་དེ་ཚོ་བ་ཕྱི་འཐེན་བྱེད་ས་འཇུ་ཤེས་ཚར་བ་དང་ཨ་ནེ་ཏེས་ཏེས་འབྲེལ་བ་ཡོད་དེ་ངས་དེ་ཚོ་ཡིན་ན་ཡང་བཞག་བཞག་དེ་འདྲས་ཀྱིས་གཅིག་བྱས་བསྡད་ཀྱི་ཡོད་ཁྱེད་རང་གི་ད་དེ་རིང་དེ་པར་སྒྲོག་གི་འདུག་བ་ད་ངས་ཁ་པར་བྱས་ཏེ་ཀུ་ཤུ་བཅུ་བཞི་ཆད་འཇོག་དེ་དེ་ནང་ལོགས་ཡིན་ན་ད་ལྟ་སྒྲོག་གི་མི་འདུག།